གང་གི་ཐུགས་རྗེ་ངེས་བཟུང་ནས་ལྟ་བ་ཐམས་ཅད་སྤངས་པའི་ཕྱིར་དམ་པའི་ཆོས་ནི་བསྟོད་མཛད་པའི་སྒོ་ཐམས་བདེ་ལ་ཕྱག་འཚལ་ལོ། བདག་དེ་བཞིན་དུ་བྱིན་ཁྱད་པར་ཅན། བོད་མདོ་འབྲུག་པ་ཚེ་འབིལ། དྲུག་པ་ཚེས་བཞིའི་ཉེ་ཡ། འདི་ཡོངས་རྫོགས་ཚེ། སངས་རྒྱས་བཅོམ་ལྡན་འདས་ད་འཛམ་བུ་གླིང་ནས་འང་ཕེབས་ཡ། ཆོས་སྣ་ཐག་གསུང་ངོ་ཆོས་འཁོར་སྣ་ཐག་བསྐོར་འུག་དུས་ཆེན། ཆོས་འཁོར་དུས་ཆེན་ཡས་གང་པའི་ད་འོ་ཡ་རྩིས་སུ་འུག་དུས་ཆེན་ཁྱད་པར་ཅན་ནི་བསྟུན་ཡ། དེ་བཞིན་ངེད་ཡི་གཟིགས་ཞུ་ཡུག་ཉེར་ན།

བརྡ་སྤྲོད། སྙན་ངག། ལོ་རྒྱུས། ངོ་བོ་འདི་ལ་བྱང་ཆུབ་གོ་སྐབས་ལ་རེ། གཞིག། ཧ་ལམ་འདི། སེམས་ཤུགས་ངོ་ཐོག་འདི་ཕར་ཡ། གཞིག། ས་ར། མཐོ་སློབ་ཀ། དམིགས་སུ་བཀར་ཡ། རྟོམ་རི། བསླི། འཇིག། བརྡ་སྤྲོད་ཡིན་པོར། རྩོམ་རིག་ཡིན་པོར། ལོ་རྒྱུས་ཡིན་པོར། འདི་ནང་པའི་ལྟ་གྲུབ་ཡིན་པོ། ཨོ་བྷིན་ག། སློབ་སྦྱོང་ཡ་ཡ། འཇིག་རིག་གནས་རབ་འབྱམས་པ་ཉེ་ཡ། ཉིས་སྟོང། ཉི་ཤུ་རྩ་གསུམ་ལོ་ག། ཐོན་ཡ། ཨོ། འཇིག། སློབ་སྦྱོང་གི་བརྒྱུད་རིམ་ངོ་ཐོག་ཅི། འུར་འདོན་འདི་ཡིན་པོར།

ཅི་ལྟར་དེ YouTube ངས་སྤྱོད་གོ་སོ་རྒྱུ་མཚན་ཟིན་ངེས་ན། ད་ཅི་དང། རྩེ་དགའ་ཞུ་སུ་ངོ་ཏོ་ཡིན་འབུར་ངའི་ད་སློབ་སྦྱོང་ཡག་ཉེ་བོ་ནས་རྗེས་ནང་ཆོས་ད་ང་དང་ཆོས་ལེགས་པོ་ནོ་འབུར་རིག་ཚན་འདི་གས་ཧ་ལེམ་དེ་བྱང་ངོ་ནོ་འབུར་ཡིད་མི་ནོ་ང་དང་བོད་ད་ཐུ་མོ་མ་ཡིན་པ་རིག་ནས་ད་སྒྲོན་ནི་སྐད་ད་རིག་པ་ནི་ངས་ཅིག་རྩོམ་བྲིས་གོམ་དེ་ལ་ངས་ཅིག་ལོ་རྒྱུས་ནས་ང་ཡང་ཧ་ལེ་མ་ལེ་གོ་ཡ་བྱང་ངོ་ནོམ་བཞིན་ད་རེད་ད་ངས་མང་ཐག་རྗེས་ཅིག་ང་དང་ནང་པ་ཆོས།

ཉེས་འགོག་ཏུ་དེ་ཡིན་ནོ་ནས་ན། ད་བོད་པའི་སྤྱི་ཚོགས་ནས་ང། བོད་པག་སྤྱི་ཚོགས་ནས་ང། ད་མི་ཚེ། པྲི་འུ་ཅན་ནས་དྲག་པོ་བཅོས་ཡས་ད་མི་ཚེ་འུ་ཡ་ཐེང་གེ་ཡུ། ཐེང་གེ་ཡ་ད་ང་ད་ཤི། སློབ་སྦྱོང་ཡ་ཡི་གོ་ཁ་བུང་དོན་དེ་ཐ་པོ་ནོམ་ཤིན་ད་རེ། གཅིག། ང་ད་མོན་པ་མི་མང། བརྒྱ་ཆ་དགུ་བཅུ་ངོ་ཏོ་དེ་ད་མོན་ནས་ང་ཞུ་ཡ། གཅིག། དེང་དུས་ཀྱི་ཤེས་ཡོན་ནིང། དབུ་མདུན་དགའ་དང། དེ་ནི་འོ་གཞོན་རྒྱལ་ནང་ཡིན་ན་དབུ་མདུན་དགའ་གོ། སློབ་སྦྱོང་ཡ་ཡི་གོ་སྐབས་ད་བོ་ལས་དེ། འཇིག་ནང་ཆོས་ང་དང་ཐུ་མོ་མ་ཡིན་པ་ཕ་མག་མར་ནི་ཡ་ནོ། འཇིག་ནང་པའི་ཆོས་ནིང་ལྟ་གྲུབ་དགའ་གོ། སློབ་སྦྱོང་ཡ་ཡི་གོ་སྐབས་མ་ཐོབ་དོ་བས་སེ། འཇིག་ངའི་ད་ད་འུ་ཡུལ་སྒྲུབ་རྒྱུ་ཡ། འཇིག་ང་ནང་ཡི་གོ་དཀའ་ནོ་དེ། འཇིག་ཨི་ཆི་དཀའ་ནོ་ཅེས་ད། སི་ཐི། དཔེ་ཆ་ནས་ང་ཤབ་སྙི་གོ་ཅི་ནང་ད་དཔེ། མོན་པོ་མི་དཀྱུས་མི་ཐི་སི་ཡིན་ན་རང་བུ་ཚོ་དཀྱུས་མི་ཐི་སི་ཡིན་ནོ་རང། ཡིན་ན་རང་ཧ་གོ་བལྟས་ཡོ་འུམ་དུན་དེ། བེ་ཅུན་ཡ་ཡ། ཅིག་ནི་བའི་ཞུ་ཡུག། ཐབས་ཤི་ལ་ཐོང་ཡུག་ཡ། ཡི་ཅིན་ཡི་ཇག་པོ་ལེ། ཡི་རི་གང་མང་མང་དྷི་ཤ་ཐོར་སོ་ཅིག། ཤེ་རི་ནི་ངའི་ཞུ་ཡུག་ཡིན། ངའི་ཡི་ཅི་སི་ངའི་ཞུ་ལུག་ཉན་ན། ཅི་ཏང་བོད་པ་སྤྱི་ཚོ་ནས་ང་ཡིན་ན། ང་ཏང་ད། བོད་པ། ཁྱེད་བ། ཁྱེད་ཤི་ལྷ་རམ་པ་ཐོ་ནོ་ཡི་ཅིག་མེ་ནོ་ཡི་ཅིག། མི་ནག་པ་གནས་ང་ཡིན་ན་རང་ད་ནང་ཆོས་ཐོག PHD ཡ་ཡ་ཀུམ་དུ་ཡག་སུ་ག་ནས་ཅིག་ཡུལ་གྲུབ་གནས་གང་ཡིན་ན་ཡིན་པོ་མི་དངོས་སུ་ཕེབས་རྒྱ་ཅིག་ཆོས་བྱང་མེད་ནི་སླེབས་མེད་ཅིག། སི་ཏི་གོ་ཁབ་སི་ཏི་ཉུང་ཤོས་ལར་དེ་ནི་ཅིག་གིས་གོ་ཁབ་ཅི་ཡེ་ལོན་ཀན་ཀན་སི་ཏི་ཅིག་ཉུང་ཤོས་ལར་དེ་མདོ་བེ་སེ་ཡེ་ཅིག་སེ་ངེ་ད་དེ་ཅིག་ཐོར་ཡ་ཡ་ཅིག། དེ་བཞི་དུས་ཆེན་ཁྱད་པར་ཅན་ད་སངས་རྒྱས་བཅོམ་ལྡན་འདས་སི།